དེ་རིང་ཕྱི་རོ་ནི་དུང་ནི་བཞུ། ཕྱི་དང་བཅུ་བ་ཚེས་པ་བཀྲུ། ད་ལྟ་ཆུ་ཚོད་དགུ་དང་སྐར་མ་ནི། ཨ་ནེ། ཨ་ནེ་དེ་རིང་གཟའ་གཟའ་མིན་མར་རེད། ཨ་ནེ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཨ་ཡིན། ངའི་མིང་ལ་བློ་བཟང་མཐར་ཕྱིན་ཟེར་གྱི་ཡོད། དེ་རིང་ང་ཚོང་དཔོན་ནོར་བུ་བཟང་པོ། ཤེས་པས་ནི་འདྲོངས་ཤིང་ལོག་གི་ཡིན། ཚོང་དཔོན་ནོར་བུ་བཟང་པོ། ཚོང་དཔོན་ནོར་བུ་བཟང་པོ་ནི་བོད་ཁ་བ་ཅན་གྱི་ལྗོངས་ན་སྟོབས་འབྱོར་དང་སྐད་གྲགས་ཆེན་ཤོས་ཀྱི་ཚོང་དཔོན་ཆེན་པོ་ཞིག་ཡིན་ལ། གནའ་དུས་ནས་ད་བར་ཚོང་པ་རྣམས་ཀྱི་དད་གུས་བྱ་ཡུལ་ཞིག་ཀྱང་ཡིན། ཡིན་ན་ཡང་ཚོང་དཔོན་དེ་ནི་ནི་ཕ་མེས་ཡང་མེས་ཀྱི་བཞུར་ཤར་ལ་བརྟེན་ནས། སྟོབས་འབྱོར་དང་སྐད་སྒྲ་བསྟན་པ་བཞིན་དུ་བགྱིར་བ་མ་ཡིན་ལ། སྟོབས་ལེགས་ལྟས་དབང་ཐོག་ནས་སྐད་སྒྲ་དང་སྟོབས་འབྱོར་བསྟན་པ་བཞིན་དུ་བགྱི་བའང་དེ་བས་ཀྱང་མ་ཡིན། ཁོང་ཉིད་ཁོང་ནི་གླེང་རྒྱག་ཕངས་ཡང་ཡིད་ཐང་མི་ཆད་པར། དཀའ་བ་སྡུག་མ་སྤྱད་པའི་མཐར། གཞི་ནས་རིམ་བཞིན་སྟོབས་འབྱོར་ཅན་གྱི་ཚོང་དཔོན་ཆེན་པོ་ཞིག་ཏུ་བགྱིར། མ་གཞི་ཚོང་དཔོན་དེ་ནི་དགུང་ལོ་དགུའི་ཐོག་ནས་ཚོང་གི་བྱ་བ་མཛད་པ་ཡིན་པས། དགུང་ལོ་དགུའི་ཐོག་ནས་སྣེ་བཅུ་ལྔའི་བར་ཚོང་གི་མ་རྩ་ཐེམ་ཐེ་དགུ་བརྡིབས་མྱོང་བ་དང། མ་རྩ་ཐེམ་དགུ་པ་ནི་ཧ་ཅང་བརྡིབས་ཚབས་ཆེ་བས། ཚོང་དཔོན་ནི་ཚོང་རྒྱག་རྒྱུའི་ཡིད་ཐང་ཆད་ནས། སྤྲང་འཁྱང་བཞི་དང་འདྲ་བར་འབྲི་དེབ་བཞི་ལ་ཧྲིན་པོར་ཉལ་ནས་བཞུགས། ཧྲིན་པོར་ཉལ་བཞུགས་སའི་སྔོན་དགུའི་འགྲམ་གྱི་རྩྭ་སྒང་བཞི་ལ་བུ་བཙས་འགྲོ་བ་གཟིགས་པ་ལས། ཁོང་ལ་གསང་རྒྱུ་དྲན་རྒྱུ་གཞན་མེད་བཞིན་དུ་བུ་དེ་སྐུ་བརྗོད་ལ་ཅེ་རེར་གཟིགས། བུ་དེས་རྩྭ་རྐང་དེ་ལ་གླན་གཅིག་ནས་དགུའུ་བར་བརྩེས་ཀྱང། སྐབས་འགར། སྐེད་པར། སྐེད་པར་སླེ་ཙམ་ནས་མར་ལྷུང་བ་དང་སྐབས་འགར་རྩྭ་རྐང་གི་གསུམ་ཆ་གཅིག་ཙམ་བརྫེས་མཚམས་ནས་ས་སར་མ་སར་ལྷུང་བས། ཚོམ་བུ་གྱིས་ཐུག་ལ། བུ་དེས་རྩྭ་རྐང་དེ་བརྫེས་ཐེངས་ལྷུང་ཐེངས་དང། ངས་ཚོང་གི་མ་རྩ་འདི་ཐེངས་ཀྱི་འགྲམ་དམ་སྙམ་པ་བྱུང་སོང་ཡང། ཡང་བུ་དེས་ཡི་ཐང་མི་བྱེད་པར་མུ་མཐུད་རྩྭ་རྐང་དེར་ཡར་བཙས་པས། རྩྭའི་ཐེངས་བཅུ་པར་མུ་མཐུད་རྩྭ་རྐང་དེས་རྩེ་མོར་བཙས་ཐུབ་པ་བྱུང་བ་མ་ཟད། རྩྭ་རྐང་གི་རྩྭ་རྐང་གི་རྩེ་མོར་ནས་གློ་མ་གསོལ་བ་ཞིག་ཡོད་པ་དེ་བཟས་ནས་བསྡད། དེའི་སྐབས་སུ། ཚོང་དཔོན་གྱི་ཐུགས་སུ། ནུས་མེད་ཀྱི་བུ་འདི་ལྟ་བུ་ཞིག་གི་སེམས་ཤུགས་འདི་ལྟ་བུ་ཞིག་སྐྱེས་ཏེ། མཐར། སོ་སོར་དམིགས་ཡུལ་དེ་འགྲུབ་སོང་བས། ང་ནི་མི་བདུད་རིན་པོ་ཆེ་ཐོབ་པའི་སྐྱེ་བོ་ཞིག་ཡིན་པས་ཚོང་གི་མ་རྩ་ཐེངས་དགུ་བརྡིབས་པར་ཡི་ཐང་ཆད་ནས་བལྟས་པས་ཅི་ལ་འགྲིག་སྙམ་སྟེ། སླར་ཡང་ཚོང་ཁོས་ཀྱིས་མགོ་བརྩམས་པས། བསྡད་ནས་སོང་ཚོང་རྒྱག་བཞིན་རྒྱག་བཞིན་ཚོང་ལམ་ཇེ་ལེགས་སུ་སོང་སྟེ། མཐར། ཚོང་པའི་ནོར་བུ་བཟང། ཚོང་པའི་ནོར་བུ་བཟང་པོ་ཞེས། སྐད་སྒྲ་སྐད་སྒྲ་བསྟན་པ་ཞིག་ཏུ་གྱུར་བར་གྲགས་སོ། ཨ་ནི་སྒྲོམ་དེ་རྫོགས་པ་རེད། ཨ་ནི་ང་རང། ཨ་ནི་དེ་འདྲ་པོ་འདྲ་པོ་ཞིག་གི། ཨ་ནི། ཨ་ནི་སྒྲོམ་ཞིག་བཟོ་བ་ཡིན། ཨ་ནི་ང་རང་སྒྲོམ་དེ། ཨ་ནི་ཀློག་གི་ཡིན། ཤིང་བཟོ་བ་བློ་བཟང་ཕུན་ཚོགས། ཤིན་ཚོ་བ་བློ་བཟང་ཕུན་ཚོ་ནི་ཐའེ་ཝན་རི་ཐོག་ཅན་གྱི་ལྗོངས་ན་ཐབས་མཁས་དང་སྐད་སྒྲ་ཆེན་ཤོས་ཀྱི་ཤིན་ཚོ་བ་ཞིག་ཡིན་ལ་གནའ་དུས་ནས་ད་བར་ཤིན་ཚོ་བ་ཚོའི་བསྡད་རྒྱུའི་བྱ་ཡུལ་ཞིག་ཀྱང་ཡིན། ཡིན་ན་ཡང་ཤིན་ཚོ་བ་དེ་ནི་ནི་ལྷུན་རྒྱས་ཀྱི་ལག་རྩལ་བརྟེན་ནས་ཤིན་ཚོ་མཁས་པ་ལ་གྱུར་བ་མ་ཡིན་ལ། སྟབས་ལེགས་ཐོག་ནས་ཤིན་ཚོ་མཁས་པ་ལ་གྱུར་བའང་དེ་བས་ཀྱང་མ་ཡིན། ཁོང་གིས་ཐེངས་བརྒྱ་འཕངས་ཡང་ཡི་ཐང་མི་ཆད་པར་སྦྱོང་བརྡར་བྱས་ནས་རིམ་བཞིན་ཤིན་བཟོ་གི་ལག་རྩལ་གྲུབ་སོང་བས་ཤིན་བཟོ་མཁས་པ་ཞིག་ཏུ་གྱུར་གྱུར་བ་རེད། མ་གཞི་ཤིན་བཟོ་བ་དེ་ནི་དགུང་ལོ་བཅུ་ལྔའི་ཐོག་ནས་ཤིན་བཟོ་དགེ་རྒན་ཞིག་གི་ཞབས་ལ་འགལ་འཁྲུ་བྱས་ནས། དེའི་སྐབས་ལ་ཁོང་ལག་རྩལ་ཡག་པོ་མེད་མེད་པ་ནས་ནམ་རྒྱུན་ནོར་འཁྲུལ་ཞོར་རྫང་དགེ་རྒན་བྱས་དགེ་རྒན་བྱས་ནས་ཐོག་མ་ལོ་ལྔའི་ལོ་ལྔའི་ནང་དུ། དགེ་རྒན་གྱིས་ཁོང་ལ་ཐེངས་མ་བཅུ། གནས་གཤིན་བཟོ་ཁང་ནས་ཕྱི་ལ་ཕུད་མྱོང་ཡོད། ཐེངས་མ་བཞི་གྱི། ནས་ཁོང་གིས་རང་ནུས་ཡོད་རྒུས་བྱས་ན་ཡང། ཤིང་གི་ཀ་བ། གསོང་པོ། གསོང་པོ་བཟོ་ཐུབ། བཟོ་ཐུབ་མེད་ཙང། དགེ་རྒན་ད་དུང་ཁོང་ལ་གཤིན་བཟོ། གཤིན་བཟོ་ཁང་ནས་ཕྱི་ལ་ཕུད་པ་རེད། ཁོང་གཤིན་བཟོ་བ་བྱེད་ཡ་ལ། ཡི་ཐང་ཆད་ནས། ཀྲང་ཀྲང་གིས་ཤི་དང་འདྲ་བར་ཟངས་པ་འོག་ལ་སྤྱི་བོར་ཉལ་ནས་བཞུགས། ཁོང་གི་བཞུགས་སའི་འགྲམ་འགྲམ་གྱི་རྫང་བུའི་ནང་དུ་ཉག་མོ་ཞིག་གིས་ཆུ་སྟོད་ལ་སྐྱེས་པ་མཐོང་ནས་ཁོང་ལ་བསམ་ཡ་དྲན་ཡ་ཞེ་མེད་བཞིན་དུ་ཉག་མོའི་སྐུལ་བརྗོད་ལ་ལྕེ་བལྟ་བ་རེད། ཉག་མོ་དེ་ཆུ་སྟོད་སྲོང་བཙིར་ཡར་སྐྱེས་ན་ཡང་སྐབས་འགར་ཆུ་ཆུ་དྲགས་པ། ཆུ་དྲག་པོ་སྤར་ནས་ཞྭ་མོ་དེ་ཆུ་སྨད་དུ་མར་ལྷུང་བ་དང་སྐབས་འགར་བྱ་རྒོད་སླེབས་ནས་ཉག་མོ་དེ་རྡོ་ཆེན་གྱི་འོག་ལ་སྤེལ་བས་མཐའ་མ་མི་དྲོ་ཅི་མ་དོ་ཡར་སྐྱེ་མ་སོང། ཡང་ཉག་མོ་དེ་དཀའ་སྤྱད་ན་ཡང་ཡི་ཐང་ནི་ཆེ་བར་མུ་མཐུད་ནས་ཆུ་སྐྱེས་པས་ཆུ་དེ་ཅུང་ཙམ་ཆུ་སྐྱེས་པའི་མཐར། ཉམས་མོ་བདེ། བཞི་ནས། ཆུ་སྟོད་ཀྱི། ནས་ཚོགས་ཆུང་དུ་སླེབས་ཐུབ་པ་བྱུང་བ་མ་ཟད། ཚོགས་ཆུང་འགྲམ་དུ་ཡོད་པའི་ཆུ་རྩ་སོས་པ་ཞིག་བཟས་ནས་བསྡད། དེའི་སྐབས་སུ་ཤིན་བཟོ་བ་ཡི་སེམས་ལ། ནུས་མེད་ཀྱི་ཉམས་མོ་འདི་ལྟ་བུ་ཞིག་གི་སེམས་ཤུགས་འདི་ལྟ་བུ་ཞིག་སྐྱེས་ཏེ། སོ་སོའི་དམིགས་ཡུལ་དེ་འགྲུབ་སོང་བས། ང་ནི་ནུས་ལྡན་པའི་མི་ཞིག་ཡིན་པས། དཀའ་བ་ཉུང་ཉུང་མ་གཏོགས་སྤྱད་མེད་པས། སྤྱད་མེད་པ་ནས་ཡི་ཐང་ཆད་ནས་བལྟས་པས་ཅི་ལ་འགྲིག་བསམ་ནས། ལ་ལ་ཡང་དགེ་རྒན་གྱི་ཞབས་ལ། ཨོ། ང་ལ་མུ་མཐུད་ནས་ཤིང་བཟོ་སྟངས་བསླབ་རོགས་གནང། ཅེས་ཞུ་བ་བྱས་ནས། མུ་མཐུད་དགེ་ཕྲུག་བྱེ་བ་རག་པ་རེད། དེ་ནས་བཟུང་ཁོང་གིས་དཔེ་མཚོན་ཤུགས་ཆེན་སྦྱོང་བརྡར་བྱས་ཙང་ཤིན་ཚོ་གི་ལག་རྩལ་རིམ་བཞིན་རྒྱ་སྐྱེད་ཕྱིན་ནས་མཐའ་མ་ཐའེ་ཝན་ལག་རྩལ་ཁྱད་ཤོས་ཀྱི་ཤིན་ཚོ་བ་ཞིག་ཏུ་གྱུར་པ་རེད། ཐའེ་ཝན་གྱིས་བསྟེན་པའི་གཙུག་ལག་ཁང་ཚང་མ་ཤིན་ཚོ་བ་དེའི་ལག་རྩལ་ཐོག་ནས་གྲུབ་སོང་བས། མི་ཚོས་མི་ཚོས་ཀྱིས་ཁོང་ལ་ཤིན་ཚོ་མཁས་པ་བློ་བཟང་ཕུན་ཚོགས་ཅེས་པའི་མིན་ལྟ་མིན་ལྟ་ནས་མིའི་ཚང་མིའི་ཚང་མས་ཁོ་ལ་དད་གུས་ཧ་ཅང་ཆེན་པོ་བྱེད་ཀྱི་ཡོད། ནས་ལོག་སོ། ནས་ནས་དེ་རིང་ང་གྲོངས་ལོ་ཚ་ལོ་ཚ་ཡིན། ཚང་མ་ལ་ཐུགས་ཆེ་གནང་ཞུ་ཡ་ཡིན།